མྱུ་གུ་སྐྱེ་བ་རྟོགས་ན། མྱུ་གུ་བདག་ལས་སྐྱེ་བ་མེད་པ་རྟོགས་དགོས་འདུག་མྱུ་གུ་སྐྱེ་བ་རྟོགས་ན་རང་རྒྱུད་ལས་སྐྱེ་བ་རྟོགས་དགོས་རང་རྒྱུད་ལས་སྐྱེ་བ་རྟོགས་ན་རང་རྒྱུད་ལས་སྔར་མེད་གསར་སྐྱེ་རྟོགས་དགོས་དེ་ནས་བདག་ལས་སྐྱེ་བ་མེད་པ་རྟོགས་དགོས་རེད། འདི་བསླབ་པ་ལ་མིག་བཙུད་པ་བཙུད། འོ་ན་གྲངས་ཆེན་པོའི་མྱུ་གུ་སྐྱེ་བ་མ་རྟོགས་བ་དག་ཟེར་བ་ལྟ་འདོད་ལ། གྲངས་ཆེན་པོའི་མྱུ་གུ་སྐྱེ་བ་མ་རྟོགས་ཟེར་ཏེ་གོ་བ་ག་རེ་ཟེར་ན་ཨ་རེ་དང་པོ་འདི་ལ་ཡིན་ད། མ་རྟོགས་པའི་རྒྱུ་མཚན་ག་ཟེར་ན། ད་ཚེ་ཤོག་དེ་ཁྱི་ཕྲུག་རིན་པོ་ཆེ་སྟོང་དུ་སྐྱ་སངས་མི་ཅེས་ན་སྨྲ་རེད་པ་འདི་ཚད་མ་འདི་དུས་ན་འདུག་ང་སྒོ་བ་ལ་ལྟོས་ནས་མ་གྲུབ་པའི་ཏིང་འཛིན་བཤད་པའི་སྐབས་ལ་ང་སྒོ་ལ་ལྟོས་ནས་མ་གྲུབ་པ་ཁྱི་སྒོ་ལ་ལྟོས་ནས་མ་གྲུབ་པ་ང་སྒོ་ཁྱི་སྒོ་གཉིས་ཀ་ལ་ལྟོས་ནས་མ་གྲུབ་པའི་ཏིང་འཛིན་བཤད་པའི་སྐབས་ལ། གྲངས་ཅན་དཔལ་གྱི་བློ་དང་བདེ་བ་ཆོས་ཅན་སེམས་མའི་བེམ་པོ་ཡིན་ཏེ་སྐྱེ་འཇིག་ཅན་ཡིན་པའི་ཕྱིར་ལགས་ན་ང་སྒོ་ལ་ལྟོས་ནས་མ་གྲུབ་པ་རེད། ཡིན་ཏེ། གྲངས་ཅན་དཔལ་གྱི་བློ་བདེ་གི་སྟེང་དུ་སྐྱེ་འཇིག་ཏུ་སྐྱེ་བ་ན་འཇིག་པ་ལྟ་བུ་མ་རེད། མ་གཏོགས་ཏེ་གྲངས་ཅན་པའི་འདོད་པ་དག་གི་སྐྱེ་འཇིག་དེ་ཡང་མ་གཏོགས། ནང་པའི་འདོད་པ་དག་གི་སྐྱེ་འཇིག་དེ་ཡང་མ་གཏོགས་པས། གྲངས་ཅན་པའི་འདོད་པ་དག་གི་སྐྱེ་འཇིག་འདི་མ་གཏོགས་ཏེ་གྲངས་ཅན་པའི་འདོད་པ་དག་གི་སྐྱེ་འཇིག་དེ། སྔ་ཡོད་སྲ་བ་ལ་སྐྱེ་བ་དང་བག་ལ་བཞག་པ་ལ་འཇིག་པ་ལ་བར་འདི་ཐ་སྙད་དུ་མེད་བ་ཟེར་བ་རང་ལུགས་ལ་ཡོད་ཁོ་རང་ཡོད་མ་རེད་བ། ང་ཚོས་ཀྱི་འདོད་པ་དག་གི་སྐྱེ་འཇིག་ཅིག་རྟོགས་པ་ལ། སྐྱེ་བ་རྟོགས་པ་ལ་རྒྱུའི་དུས་སུ་མེད་ནས་གསར་དུ་སྐྱེ་བ་རྟོགས་དགོས་རེད་འདི་གྲངས་ཅན་པས་རྟོགས་ཐུབ་ཀྱི་མ་རེད། ལྟ། རྒན་ཁྱེད་རང་དྲི་བ་འདི་གཙོ་བོ་འདི་རེད། གྲངས་ཅན་པའི་མྱུ་གུ་བདག་ལས་སྐྱེ་ཡས་ལ་ནས་མྱུ་གུ་ཅི་འཚམས་པ་དེ་ལ་བར་ལྟ། མྱུ་གུ་དེ་རྒྱུ་ཡི་དུས་སུ་རྔོག་པ་མི་སྲིད་པའི་ཚུལ་གྱི་ཡོད་རེད། དེ་ནི་རྗེས་མ་ང་ཚོ་མིག་གི་མཐོང་ཐུག་ངང་ལ་སེལ་བ་ཡིན་ཙང་སྐྱེ་ལ་བ་རེད་མ་གཏོགས་རྒྱུ་ཡི་དུས་སུ་གོ་ཡོད་པ་རེད་ཟེར་བར། ས་བོན་གྱི་དུས་སུ་མྱུ་གུའི་ས་བོན་གྱི་དུས་སུ་མྱུ་གུ་དཔེར་འབྲས་ཀྱི་ས་བོན་གྱི་དུས་སུ་འབྲས་མྱུ་གུ་མེད་ན། དེ་ནས་འབྲས་ཀྱི་ས་བོན་ལ་བརྟེན་ནས་རྨ་རྒན་སྐྱེ་བ་ཐོབ་པའི་སྐྱོན་ཡོད་རེད་ད་ཡང་དེ་དང་འགལ་བ། ཨོ་ལགས་སོ་དེ་ནི་སེམས་པ་དཀྲུགས་མིག་དང། མི་གཟུགས་ཀྱི་ལུགས་ལ་ག་ལ་འོན་ད་རྟེན་འབྲེལ་དེ་ཞི་བ་ཆེ་རྩ་ཆེན་པོ་ཞིག་བརྩི་ཡོད་རོགས་ཨ་དཔེ་ན་རྟེན་འབྲེལ་རིགས་པའོ་རྒྱལ་པོ་ལ་བས་ན་འོ་དང་ཨེ་ན་ད་ནི་ནི་རྟོགས་སྒྲུབ་ཀྱི་རྟེན་འབྲེལ་ལ་བས་ད་བརྩི་སོ་གང་ལྟར་རྟེན་འབྲེལ་དེ་གལ་ཆེན་པོ་ཞི་བ་བརྩི་ཞོར་ཨིན་དེའི་ནང་ལ་ཆེ་མཐོང་དེ་འདྲ་ཞིག་འདུག་གས་ལྟ་བ་གཏན་ནས་འབེབས་ཀྱི་ལས་གཏན་ཚིགས་ཆེན་པོ་གཞན་འདྲ་བོ་ཞིག་གཡུང་དྲུང་བོང་བུ་གཡང་ལུགས་ཀྱི་ནང་བྱིས་པ་འདི་འདྲ་ཞིག་ཡོད་རེད་ཨེ་དེ་འདྲ་ཡིན་དུས་ད་ལྟ་རྟེན་འབྲེལ་ཆེན་པོ་གྱི་གཏན་ཚིགས་བསལ་ཏེ། རྟོག་པ་སངས་རྒྱས་ཀྱི་སྐད་ཀྱི་ནང་ལ་ཡོད་ན་མེད་ན་དེ་འདྲའི་གི་གཏན་ཚིགས་དེ་ཅན་འདི་གལ་སྲིད་དེ་མེད་པ་ཡིན་ན། རྟེན་འབྲེལ་ཆེན་པོ་གི་གཏན་ཚིགས་ཟེར་དེ་ཐོག་མར་ག་དུས་བྱུང་ཡོད་ཨ་ཟེར་ཨེ་ན་རྒན་ལ་བཀའ་འདྲི་ཞུས་དེ་ཡིན། ཆེན་པོ་རྒྱན་འདི་རེ་བའི་དག་རྟེན་ལས་སྐྱེ་བ་འདས་མ་སྐྱེས་དེ་ལས་སྐྱེ་བའི་རང་བཞིན་ཡོད་མ་ཡིན་ཟེར་དེ་གི་རྟེན་འབྲེལ་གྱི་གཏན་ཚིགས་སྤུ་དག་ཅིག་བསྟན་གྱི་ཡོད་རེད། ལག་དོན་དུ་པ་འདི་ཟླ་བ་གྲགས་པའི་དབུ་མ་འཇུག་པའི་ནང་ལ། དེའི་ཕྱིར་རྟེན་འབྱུང་རིགས་པ་འདི་ཡིན་ན་རྟགས་ངན་ཕྲ་བ་དག་དང་བརྗོད་པར་བྱའི།

དེ་དངོས་སྨྲ་བ་ལ་གི་མེད། དངོས་སྨྲ་བ་དངོས་སྨྲ་བ་འདྲ་བ་འདྲ་བ་ཡོད་ཆེ་བར་ལ་དངོས་སྨྲ་བའི་ལུགས་ལ་ཡོད་མར་ཡོད་མར། མེ་སྟག་མཁར་ཟ་ཉེ་ཨེ་སྟག། མེ་སྟག་འདིར་ཏིག་ཏིག་འདིར་ད་ཁྱོད་རང་འདི་ཡག་པོར་བྲིས་སོང། ཆོས་རྗེ་ཐུབ་དངོས་སྨྲ་བའི་ལུགས་ལ་ཆོས་རྗེ་ཐུབ་ལ་མེ་སྟག་མཁར་རེད་ཟེར་ན་ཁོ་ཚོ་གི་སྐྱོན་ཅན་ལ་མཚན་མ་སོང་པའི་སྐབས་ལ་རང་བཙན་གྱི་སྒྲུབ་པ་གནང་བའི་ཆེད་ལ་མཚན་མ་སོང་ལ་གོ་བར་བ། སོང་ལ་བར་འགྲིག་གོ་བ་མ་མཚན་མ་དེ་གི་ཆོས་ཅན་འགྲུབ་བས་ཡོད་པ་ཞིག་གོ་བར་བལྟ།

སྒོམ་བཟླས་དབུ་མའི་ཕྱི་བཟླས་ནང་ལོག་ལ། ད་སྒོམ་བཟླས་དབུ་མ། དེ་དག་ནི་རྙིང་མ་ནོར་བུའི་ཚིག་གི་རང་བཞིན་དེ་འདྲ་ཞིག་ལ་མཚན་མ་མཚུངས་ཨ་ཀི་རང་ཚིག་ལ་མཚན་མ་མཚུངས་ཞེས་ཏེ་ཁོ་གཉིས་ཀའི་མཚན་མ་མཚུངས་པ་འཇོག་དུས་དེར་རྙིང་མ་ནོར་ལ་བརྒལ་གི་རང་ཚིག་ཨ་ཀ་ཅིག་ཕྱི་ཆོས་ཐུན་མོང་ཞག་ཐུན་མོང་མི་འདུག་ཟེར་བ་དེ་གནད་འགག་ག་བ་ལ་ཐུག་འགྲོ་གི་ཡོད་ན། རེད་ད་རྒན་གསོན་འདི་བདེན་པ་རེད་སྒོམ་བཟླས་དབུ་མ་ཡོད་རེད་འདི་ཙམ་དུ་མ་ཟད་ད་རྗེ་བཙུན་མེད་ཀི་མགོ་ལན་ཡིན་ན་ཤག་ལན་ན་ཅིག་ལ་འདི་ཡོད་རེད་ཡོད་རེད་དེ་ད་འདི་རྟགས་ལ་འགའ་ཅི་ལ་འཛུལ་དགོས་ར་བ་འཛུལ་དགོས་འདུག་ག་ལ་འདི་འདྲའི་ཡོད་ལ་འགའ་བྱས་ན་རང་རྒྱུད་ཀྱི་གཏིང་ཚད་ཡོད་པ་ཏག་ཏག་ཆགས་འགྲོ་གི་འདུག་ད་དོན་དག་ངོ་མ་བ་ནང་ཕན་ཚུན་ལ་ཆོས་ཆོས་ཐུགས་སྣང་བ་ཅིག་ཡོད་པ་ཡིན་ན་རང་རྒྱུད་ཀྱི་གཏིང་ཚད་མ་གཏོགས་འགྲོ་ས་གོ་ར་མི་འདུག་ད་དོན་དག་འོ་འདི་ཡིན་ཙང་ད་སྒོམ་སྡེ་དབུ་མ་ཡིན་ན་འདྲ་གནས་སྐབས་ཁས་ལེན་གི་མེད་ཞོད་ཡིན། སངས་རྒྱས་སྤྱང་དང་ཟླ་བ་བྲེས་ཀྱི་ལྟ་བའི་བཤད་སྲོལ་དེ་ཡིན་ཙང་ད། ང་ངས་དྲི་བ་འདི་ཡིན་སངས་རྒྱས་སྤྱང་དང་ཟླ་བའི་འདྲ་བའི་གི། ལྟ་བའི་བཞེད་ཚུལ་ཡིན་ས་ནི་ལྟ་བ་གཅིག་དང་གཅིག་པ་ཡིན་པ་གང་ཅི་ལ་ལྟ་བའི་འགྲེལ་བཤད་རྒྱབ་སྟངས་ལ་འདུག་ཅིག་གི་མི་འདྲ་བ་གསལ་ཁ་ཡོད་མེད་ཀྱི་ཁྱབ་པ་ཡོད་རེ་ཡོད་མ་རེད། ད་སྡོམ་སྟངས་གསལ་རེ་བཏང་བ་ཡིན་ན། ཁོ་ན་ཉིད་ཀྱི་རང་བཞིན་གྱིས་གྲུབ་པ་ལ་དགག་པ་གསལ་བར་མཛད་མ་མཛད་ལ་ཁྱབ་པ་ཡོད་རེ་ཡོད་མ་རེད། ད་སངས་རྒྱས་བསྐྱངས་ཀྱི་རང་བཞིན་གྱིས་གྲུབ་པ་ལ་དགག་བ་གསལ་བར་མཛད་ཡོད་རེ་ཡོད་མ་རེད་གལ་སྲིད་མཛད་ཡོད་ན་ལེགས་ལྡན་གྱིས་མ་དགོངས་བ་ག་རེ་རེད་ཟེར་ཅིག་དེ་རེད། ཏང་རྫས་མེད་བ་ཡིན་ན་ནི་ད་ནི་རྗེར་མི་བྱེད་ཀི་དགུ་མ་རབ་སེམས་ནང་ལོ་སངས་རྒྱས་སྤྱང་དང་ཞི་བ་ལ་དང་ཟླ་བ་གྲགས་པའི་དེ་གི་མིང་བྱང་བཏགས་ཡོད་ཙམ་དེ་གི་འདུག་ཟེར་གི་འགྲེལ་བཤད་ཐུང་མོ་མ་ཡིན་པ་རྒྱན་རྙིང་དེ་ཁོ་རང་ཚོ་དགོངས་བླང་ན་མེད་པ་རེད་འདུག་ཟུ་གསུངས་ཡོད་རེད། བྱས། ཨ་ནི་དེ་འོ་དེ་གི་ཐོག་ལ་དེ་དྲི་བ་ཡིན། ད་རྒན་ཁྱེད་རང་དྲི་བ་ག་འདྲི་བ་གྲགས་པས་གླེང་ཡོད་རེད་བ། ད་རྒན་ག་རེ་སངས་རྒྱས་སྤྱང་གི་ག་རེ་ཡོད་མེད། རྟགས་འདི་འདྲའི་རང་གསལ་བོ་རང་དང་ཨ་ཡོད་ན་ཁྲིགས་འདུག་པ་འདི་ཟླ་བ་གྲགས་པས་ཀྱིས་དཔེར་ན་པ་འདི་ཟླ་བ་གྲགས་པ་གྱིས་རང་བཞིན་གྱིས་གྲུབ་པ་ཡོད་མེད་དང་རང་རྒྱུད་ཀྱི་ཏིང་འཛིན་ཡོད་མེད་དང་འདི་འདྲའི་གསལ་བོ་བཟོས་ན་པ་འདི་སློབ་དཔོན་སངས་རྒྱས་ཀྱང་མཐའ་འགྱུར་བའི་ཤིང་རྟའི་སྲོལ་ཆེན་རེད་འགྲོ་དགོས་རེད་བ་ལེགས་ལྡན་གྱིས་འདི་འདྲའི་རང་མོངས་མ་རེད་ཡིན་ནའི་ལེགས་ལྡན་གྱིས་ཀྱི་ད། ཨ། ལེགས་ལྡན་འབྱེད་ཀྱི་རྟགས། པ་རུ་པ་རུ་ལ་བུདྡྷ་པཱ་ལི་ཏི་ཀི། བུདྡྷ་པཱ་ལི་ཏི་དགོངས་པ་བཀྲ་དུག་གང་ལ་དཔེ་ན་ང་ཚོ་ཡང་སྒྲའི་དོན་མ་དགོངས་ཟེར་དེ་འདྲས་ཡོད་རེད་མ་གཏོགས་སངས་རྒྱས་ཀྱང་ཁོ་རང་གིས་གསལ་བོ་གསལ་རྐྱང་བཟོས་ཡོད་ན། པ་འདི་ཟླ་བ་གྲགས་པ་འདི་གིས་དེ་འདྲས་གསལ་བོ་བཟོས་དགོས་དགོས་དོན་ཤེས་ར་ཡོད་མ་འགྲིག་འདུག་ཕ་ཤེས་མེད་པས་དང་ཡིན་ན་ང་མཐའ་གཅིག་ཏུ་བུདྡྷ་པཱ་ལི་དང་ཆ་ཚང་མཐོང་བྱས་དེ་འདྲས་ལབ་རྒྱུ་བྱས་མེད། ནམ་རྒྱུན་ནི་པ་འདི་ཟླ་བ་གྲགས་པ་གི་དགོངས་པ་བཀྲ་སྟངས་ལ་བལྟས་ན་ཕ་ཤེས་སངས་རྒྱས་ཀྱང་གིས་གསལ་བོ་ཅིག་གསུངས་མེད་པ་ཡིན་ས་རེད་འགྲིག་འདུག། དེ་དེ་དྲུག་དང། ཡོད་པ་མ་རེད་ཟེར་ནས་ད་བོད་གངས་ཅན་ལྗོངས་ཀྱི་ཆོས་བརྒྱུད་ཀྱི་བཞེད་ཚུལ་གཅིག་གསུང་དགོས་ར་ད་རི་བོ་དགེ་ལྡན་པ་བྱས་པ་ཡིན་ན་སྔོན་མ་ཐལ་རང་ཉིད་ལ་མཐར་ཐུག་ལྟ་བ་ལ་ཁྱད་པར་ཡོད་པ་གྱིས་དགོས་ར་ད་དེ་མ་གསུང་ཡོང་དུས་དབུ་མ་རང་རྒྱུད་པའི་བློས་བཞག་པ་དང་ཡུལ་གྱི་ངོས་ནས་གྲུབ་པ་གཉིས་ཚོགས་གཅིག་བྱེད་ཐལ་འགྱུར་བའི་བློས་བཞག་པ་མ་གཏོགས་ཡུལ་ངོས་ནས་གྲུབ་པ་ཡོད་པ་མ་རེད་ཅེས་འདི་གསུང་འདི་དགོས་ར། དེ་ཡིན་དུས་ད་དུང་གཞི་རྒྱ་བའི་འབྲེལ་ཡོད་ནང། ཐལ་འགྱུར་ལུགས་ཀྱི་དགག་བྱ་ངོས་འཛིན་ཞིག་ཡིན་དུས། དེ་ལ་དག་ཅེས་བྱ་བ་ནི་གང་ཞིག་དངོས་པོ་རྣམས་ཀྱི་གཞན་ལ་རག་མ་སླེབ་པའི་ངོ་བོ་དེས་གཞན་ལ་རག་མ་སླེབ་ཟིན་པའི་གཞན་དེ། མིང་བརྡ་ལ་བཞག་ནས་མིང་དང་བརྡ་ལ་བཞག་ནས་དེ་ལ་རག་མ་སླེབ་པ་ཟིན་དུས་དེས་མ་བཞག་པ། དེས་མ་བཞག་པའི་ད་ཡོད་པ་ཅིག་ཆགས་པ་ཡིན་ན་དགག་བྱའི་དག་བྱ་གི་རེད་གསུང་དགོས་རོ། དེ་ཡིན་དུས་ངས་དྲི་བ་འདི་ཡིན། ད་དབུ་མ་ཐལ་འགྱུར་ཡོད་ལུགས་ལ་ཆོས་གང་དང་གང་ཡིན་ན་མིང་གི་ཞག་ཟམ་སྡེའི་ཞག་ཟམ་རྟོག་པའི་ཞག་ཟམ་བློའི་ཞག་ཟམ་གསུམ་གོ། ཏི་སི་ཏུས་རྟོག་པའི་ཞག་ཟམ་ཟེར་ཏེ། རྟོག་པའི་གར་ཞག་ཞག་རེད་བས། ད་འདི་གང་ལ་ཡང་ཁྱད་ཆོས་ཀྱི་ཚང་དགོས་བ་རེད། དཔེར་ན་གསེར་ལ་ཡང་གསེར་ལབ་ན་འགྲིག་འདུག་གོ། རྡོ་ལ་གསེར་ལབ་ན་འགྲིག་མི་འདུག་ག། ད་འདི་གར་ཚང་དགོས་བ་རེད་དེ་ལ། མིང་གཅིག་བཞག་ཡ་དེ་ལ་གཅིག་མིང་གི་བཞག་པ་ཙམ་གྱིས་འགྲིག་བ་རེད། འདི་གང་ལ་ཁྱད་ཆོས་གར་དགོས་བ་རེད། འདི་ད་གནད་འགག་ཆེན་པོ་ཅིག་རེད། ད་ང་ད་ངས་བསམ་ཚུལ་ཞིག་གོ་རང་རང་རྒྱུད་པ་དང་མཐའ་རྒྱུད་པ་ག་འདྲི་བྱེད་ཀྱིན་ན་ཡང་འདྲ་བློ་ཡི་དབང་གིས་ཞག་ལ་གིར་བ། རང་རྒྱུད་པས་ཀྱང་བློ་ཡི་དབང་གིས་ཞག་ལ་དུ་ག་ལ་པས་བློ་ཡི་དབང་གིས་ཞག་ལ་དུ་ཕ་གི་ལ་བློ་ཡི་ཞག་ས་དེ་ཁོ་རང་གི་ལ་རྫུ་གུ་ཚུ་ས་ཁྱུ་ནས་མེད་ན་བློ་ཡི་དབང་གིས་ཞག་ལ་གི་མར་ཕ་གི་སྔོ་ནས་ཡུལ་དིང་གི་སྔོ་ནས་སྒྲུབ་པ་ཅིག་གོ་རེད། མཐའ་འགྱུར་བའི་ཡུལ་ཏིང་ངེ་དངོས་ནས་སྒྲུབ་ཟེར་གྱི་ཡོད་མ་རེད་དེ། ཡིན་ན་ཡང་གདགས་གཞི་ཚད་མ་གཅིག་ཏན་ཏན་དགོས་རེད་ཟེར་བ་གདགས་གཞི་ཚད་མ་གཅིག་ལ་དཔེར་ན་གང་ཟག་ཟེར་དེ། ཕུང་པོ་གི་གསལ་ནས་རྩིས་ནས་རྙེད་ཡོད་མ་རེད་དེ། ཡིན་ན་ཡང་གདགས་གཞི་གང་ཟག་དེ་གི་གདགས་གཞི་འཇོག་ཐུབ་གི་ཡོད་ཙང་དེ་ལ་བརྟེན་ནས་བློས། གང་ཟག་ཟེར་ནས་ཕ་རྟགས་ཟེར་བ་རེད་བ། རང་རྒྱུད་པ་གིས། རྩལ་ནས་རྙེད་དགོས་བ་རག། རྩལ་ནས་འཇོག་ན་མ་གཏོགས་གང་ཟག་འཇོག་ཐུབ་གི་མེད་ཙང་ཚིག་གཞི་རྣམས་བཤད་དེ་གང་ཟག་འཛུགས་དགོས་ཚུལ་ཡོད་མགོ་རེད་དེ་ཡིན་ཙང། བློ་ཡི་གང་བཞག་ཐམས་ཅད་མ་རེད་དེ་བློའི་དབང་གིས་གང་བཞག་པ་ལ་བཏགས་ས་དེ་གི་གདགས་གཞི་དེ་ཚད་མ་གཅིག་དགོས་ཀྱི་འདུག་གདགས་གཞི་ཚད་མ་གཅིག་ལ་དེ་ནས་བློ་ཚད་མ་གཅིག་བཏགས་ན་བློ་ཡི་ཕར་ཐག་ཙམ་ལ་དགོས་ཡོད་རེད་འོ་ད་འདི་མ་ཏུ་ཞོལ་མེད་དགོངས་དག། ན་ཚ་རྒན།
ང་རྒན་ལ་སྐབས་སུ། ཉོན་མོངས་རང་མཚན་སྤང་བྱ་དང། མྱང་འདས་རང་ཚ། རང་མཚན་ཐོས་བྱ་འདོད་གི་རེད་ཟེར་གྱིས་སོང་ཤག་དེ་གི་དགོངས་པ་རྒན་གི་ག་འདྲ་འགྲིག་གི་ཡིན། དེ་གྱིས་སོང་རོ། ང་མགོ་མ་ས། མགོ་མ་སོང། ད་ནག་ངན་གྱི་དེ་ལ་བཟང་འོ་མ་ཐན་རྒྱུ་ཡོད་ལོག་ལ།
རང། རང་བཙན་ཞིག་གི་མ་རེད་ཟེར་ནས་སོང་སོང། ལང།
ཨོ་དེ་ཡིན་ཙང་ད་ནག་གོང་ས་རྣམ་པ་ཆེན་པོའི་དབུ་མ་འོན་སྐབས་སུ། ད་རེ།
དབུ་མ་གི་གཞུང་འདི་སྐབས་ལ། ག་ར་སེ། ཉན་མོངས་རང་བཙན་སྤང་རྒྱ་དང། མྱང་གནས་རང་བཙན་ཐོབ་རྒྱ། ཟེར་ནས་ཞིག་གི་རེད་ཟེར་ནས་ཇེ་སོང་བྱ་དེ་རྒན་གྱི་དགོངས་པ་ག་འདྲ་འགྲིག་གི་ཡིན་ནི་དེ་ལ་ཇེ་སོང་རོ། ཨ་ཏི་ཞུ་ཨ། མྱང་འདས། ཅི་ཟེར་འདི་རེད། འདི་རང་བཙན་ཟེར་ཏེ་འདི་རང་བཙན་ཟེར་ཏེ་ལབ་པ་མ་གཏོགས་ཁོ་ག་པར་ང་ཚོ་མ་གཏོགས་ཡོད་རྒྱུ་ཐ་སྙད་དུ་ཡོད་རྒྱུ་དེ་ཟེར་བ་དངོས་པོ་རང་ཉོན་མོངས་རང་བཙན་པ་ཅིག་རྣམ་ལམ་སྒོམ་པའི་སྟོབས་ཀྱིས་སྤངས་ཡོད་འདུག་གང་ལ་འདྲ་བ་རང་བཙན་པ་ཅིག་ཐོབ་ཀྱི་རེད་ཟེར་བ་མ་གཏོགས་རང་བཙན་དང་སྤྱི་མཚན་གྱི་རང་བཙན་དང་རང་གི་མཚན་ཉིད་སྒྲུབ་པའི་རང་བཙན་དེ་མ་རེད། ལགས་སོ་དྲི་བ་ཕ་ལས་ཕ་ཞོག་དེ་ཡང་དྲི་བ་ཁོད་ན་དྲི་བ་དྲི་བ་ཐ་བ་དེ། ལགས་སོ། དེ་ལ་ལུས་པོ་ཤ་དང་བྱེད་པའི་སྒོ་ནས་བཀའ་འདྲི་ཞིག་ཞུ་ཡ་ཞིག་ལགས། དེ་ནས་ད་ཡིན་རང་གཅེས་ཞུས་སོང། ཡིན་ན་ཡང་ཤི་ར་སྒྲོལ་མའི་སྐབས་སུ་ནི་ཡུལ་དུ་ཆུ་དང་འབའ་ཞིག་པ་ཞེས་བྱ་བ་ནི་ངོ་བོ་ཉིད་ཀྱིས་མ་གྲུབ་པ་སྟེ་ངོ་བོ་ཉིད་ཀྱིས་ཏྲི་ཙམ་ཡང་མ་གུས་པའི་དོན་ནོ་ཟེར་དུས་གཞན་སོང་བའི་སྐབས་སུ་སློབ་བུ་ལས་ལྡན་གཅིག་གིས་ཆུ་ཐམས་ཅད་ནི་ངོ་བོ་ཉིད་ཀྱིས་མ་གྲུབ་པ་ཤར་གྱི་བཞི་ཡིན་འདུག་བརྟེན་དེ་རང་བཞིན་གྱི་གཏན་ཚིགས་དེ་སུ་ངོ་བོ་ཉིད་ཀྱིས་ཤར་ནི་གྲུབ་པ་དེ་ཤར་གྱི་བཞི་ཡོད་པ་སྒེར་གྱི་ཁར་གསུང་དགོས་ན། དེ་ནང་བཞིན་དུ་སློབ་བུ་ལེགས་ལྡན་འབྱེད་དུ་རྗེས་དྲག་ནི་ཆེན་པོ་དགུ་འབྱུང་ལས་བྱེད་གཉིས་པོ་སྐབས་སུ་དབུ་མ་པ་མཚན་ཉིད་པ་ཡིན་པ་དང་ཡོངས་སུ་རྫོགས་པའི་དཔལ་ཆུ་ཟླ་གཅིག་ཡིན་པར་ཞལ་གྱིས་བཞེས་ཀྱི་འདུག་ཨ། དེའི་འཁོར་དབུ་མེད་ཀྱི་རྟགས་གཙོ་བོ་མེད་ན་གར་འགྲིས་སུ་དབུ་མ་པ་ཆགས་ཡོད་ན་འོ་དེ། སློབ་དཔོན་ལེགས་ལྡན་འབྱེད་ཀྱིས་ཆོས་ཐམས་ཅད་དོན་དམ་པ་ངོ་བོ་ཉིད་མེད་པ་ཁས་ལེན་པ་དང་རང་རྒྱུད་པ་ཁས་ལེན་པ་ལ་རང་རྒྱུད་ཀྱི་ཏིང་འཛིན་ཁས་ལེན་པ་ལ་དགའ་བ་ཡོད་མ་རེད་ཞུ་ཡ་ཡིན། རང་རྒྱུད་ཀྱི་གཏན་ཚིགས་ལགས་ན་ཚུལ་གསུམ་རང་ངོ་ནས་གྲུབ་པའི་གཏན་ཚིགས་ཤིག་ལ་གོ་བར་མ་གཏོགས་ཚུལ་གསུམ་དོན་དམ་པར་གྲུབ་པར་ཁས་ལེན་པའི་ཆེད་ལས་རང་རྒྱུད་པར་གཟིགས་དགོས་ཡོད་མ་རེད། དུ་བྱས་ན།